དང་པོ་ལྔ། མཚན་ལས་རེད་ད་རེ་ཞོགས་པའི་སྔ་བོ་རེད་དེ་འདྲས་མ་ཞིག་འབྱོར་མ་སོང། ཁ་ཆེ་དུ་བ་ལ་ང་ལ་མི་མང་པོས་གི་ཅིག་བཏང་གི་འདུག་རོ་ཨ་ལིང་ཅིག་བཏང་གི་འདུག་དེ་ལྟ་དང་དེ་ཡིན་གྱི་མིན་གྱི་ལྟ་ད་ལ་ཡི་འདུག་ཨ་ངས་གི་ལྟ་ག་འགྲོ་དུས་ཙམ་པ་ལ་ང་ལ Block བཏང་ཡིན་ས་རོ་ཨ་བཟོད་ངས་དེ་གི་ང་ལ་ཅེས་ལྟ་ཡ་མེད་སྐྱོ་བཟོད་ཤ་ཁྱེད་ཚང་གཉིས་ག་རེ་ཡིན་ན་མེད་ན་ཧ་གོ་མ་སོ་ར་ད་ད་ར་ཞོགས་ཀའི Video དེ Screen Recording བྱེད་སྐྱོ་ཅིག་ང་ལ་བསྐུར་རོ་ཨ་ཡ་ང་ལྟ་ཧང་ར་ཅིག་སངས་སོ་ཨ། ཐ་ན་དེ་ཚོ་དངོས་གནས་ཐབས་སྐྱོ་བ་ལ་བསམ་སོ། དོན་དག་གང་ལ་རྩོད་པ་རྒྱབ་ཐུག་འོ་མ་རེད་ར། ཨ་ནི་ཡིན། མིག་གི་མིག་ནག་པོ་བཟོས་ད་ཁོང་ཚོའི་གོང་ས་མཆོག། མི། ཚེ། བོད་ཆོས་ལོག་པ་བཏང་གི་འདུག་ལབ་པའི་དེ་དག་རང་རེད་ཁོ་རང་ཚོས་ཀྱི་བྱས་ཤི་ཏོ། ཁོ་རང་ཚོའི་ལས་རྒྱུའི་དོན་དག་ལས་ཁོང་ས་མཆོག་གི་ཚེ་བོད་ཆོས་ལོག་པ་བཏང། བརྩེ་ལྡན་མཆོད་རྟེན་གྱི་ཁར་རང་བཙན་འཐབ་རྩོད་པ་གཅིག་མ་མེད་པ་སེ་ལེ་གོང་ས་མཆོག་གི་མཚན་དེ་བེད་སྤྱོད་ལོག་པ་བཏང་གོ་ར་ད་དེ་རུ་བ་ད་ད་གོང་ས་མཆོག་ལ་དེ་ལགས་ལ་ནི་ཨ་ནི་མི་དེ་ཡག་པོ་མེད་པ་བཟོས་གོ་ར་དངོས་གནས་བྱས་ན་ད་ད་དོན་དག་ཡག་པོ་ཅིག་ལྟ་དགོས་གོ་ར་འདི་སྒང་ལ་ཅིག་འགྲིག་འདོག་མི་འདོག་སྐད་ཆ་གི་སྐད་ཆ་ག་རེ་གི་ཐོག་ལ་རེད་དོ། ཙམ་ཙམ་སྐད་ཆ་བཤད་དུས་ཚིག་གཅིག་གཉིས་ཀྱིས་དེ་སྤ་ར་བདེ་བ་ལ Sentence གཅིག་མ་ཚང་རྒྱུགས་ཀྱི་ཐོག་ནས་བེད་ཁོ་ར་དེ་འདྲའི་འགྱུར་བ་འགྲོ་ཡ་དང་གཅིག་གཅིག་ཐ་ན་དེ་ཚོ་ཁོ་ཚོ་ལ་ནུས་པ་ཇི་འདུག་དང་ཡང་དེ་འདྲའི་འདྲ་མི་འདྲ་ཟེར་བ་ཅིག་ད་ནུས་པ་དེ་བེད་སྤྱོད་ཡག་པོ་བཏང་ན་ག་འདྲ་ཡོད་རེད་ཨང། བོད་སྤེལ་གྱི་འཐབ་རྩོད་ཆེད་དུ་བེད་སྤྱོད་ཡག་པོ་བཏང་ན་ཁོང་ཚོ་འཇོན་ཐང་མེད་པ་རེད་མི་འདུག་བ། དེ་ནས་ཁོང་ཚོ་ཀླད་པ་འཁྲུགས་ནས་ད་རྒྱ་མི་གི་ལས་རྒྱུ་ལ་རྒྱབ་སྐྱོར་བྱེད་ཀྱི་འདུག་བ། དེ་དཔེ་སེམས་པ་སྐྱོ་བོ་རེད་ད་དགོངས་ནས་ཁོ་རང་བོད་པ་པར་ཧང་ལ་མི་ཞིག་མེད་པར་ནང་ལོགས་ལ་རྒྱ་མི་རྒྱུག་ཁྱི་དེ་འདྲས་དེ་ལྟས་ནས་ད་མ་འདྲ་བྱེད་ཀྱི་འདུག་བ། ཅི་ཐང་ནས་ང་ཚེ་དོན་ཆོས་དོན་ང་ལ། དེ་བརྙན་ཐུང་དེ་ལ་མི་གི་ཡིད་ཆེས་བྱས་ནས་ང་ལ་ཁ་ག་རེ་མོ་ག་རེ་བཏང་ང་ལ་རྒྱབ་སྐྱོར་བྱེད་མཁན་གྱི་རྒྱབ་སྐྱོར་མཚམས་བཞག་བྱས་པ་ཡིན། ང་ལ་མཁས་པ་སྤུ་ཙམ་མི་འདུག་རོགས་དྲང་པོ་ཤོག་ཡིན་ན། ག་ཅི་ལབ་ན་ང་དེ་སོ་སོ་རང་གི་དང་བླངས་གི་ལས་ཀ་ཡིན། རོགས་དྲང་པོ་དྲང་ཤ་ཤེས་འགྲོ་གི་ཡོད་ད་ལྟ་བར་དུ། ང་འདི་པ་ར་དེ་བ་ལ་ཅིག། མིའི་གི་སྐྱག་རྫུན་བཤད་སྐྱོག་དེ་ལ་ཨ་ནི་ཡིད་ཆེས་བྱེད་ནི་ང་ལ་ཡིད་ཆེས་བྱེད་ཀྱི་མེད་ལ་ངས་དེ་འདྲས་ཡོད་པ་ཡིན་ན། ང་ལ་ནི་མཁས་པ་མི་འདུག་ལ་ཡིན་ང་ང་རང་གི་ལས་ཀ་དེ་འདུག་བྱེད་ནི་འགྲོ་དེ་གི་རེད་རོགས། ཡིན་ནས་ད་ལྟ་གསུང་བ་ལ་ཐུགས་རྗེ་ཆེ་ཞུ་ཡིན་ད། ང། མཚན་ལས་ལ་ཡོད་པ། ད་ང་མཚན་ལས་ཚང་ནི། སུ་པར་མ་ཀེ་ལ་གཅིག་འགྲོ་ཡིན་ད་ད་ལྟ་ནང་ལ་ལོག་འགྲོ་གི་ཡོད། རྣམ་པ་ཚོ་བཀྲ་ཤིས་བདེ་ལེགས་རེད་ས་པན་པ། ད་མང་པོ་ཅིག་ནི་ནང་ལ་ལྷོད་ལྷོད་ཕྱིན་ནས་གཟིམ་ནས་བཞུགས་ཡོད་རེད། ད་ནི་མང་པོ་ཅིག་ནི་ཕྱག་ལས་གནང་དགོས་རེད་ད་ག་རེ་ཡིན་ནི་མེད་ནས་ཚང་མ་ལོག་ལ་སྙིང་ཐག་པ་ནས་བཀྲ་ཤིས་བདེ་ལེགས་ཡོད།

འབད་བརྩོན་བྱེད་ཀྱི་འདུག་གཞོན་ཡིན་རུང་ཨ་ལྟ་དེ་རྣམ་པ་ཚོས་ཀྱིས་མཁྱེན་གྱི་ཡོད་ཀྱི་རེད། ངས་འདི་ང་ལ་ད་རང་ཞོགས་ཀའི་ལ་ནས་ད་ལྟ་མགོ་ཚེ་དེ་བ་ཅིག་ལ་མ་ཞིག་འབྱོར་མ་སོང་གཞོན་ཡིན་རུང་ཨ་ཞོགས་ཀའི་འབྱོར་སོང་ཧོ། ཁ་ཚིག་འདི་བ་ལ་ང་མིག་གིས་ལན་འདྲ་བོ་འདྲ་སྤྲད་ཀྱི་འདུག་ཨ་ནི་ལིང་འདྲ་བོ་འདྲ་བཏང་གྱི་འདུག་ཡིན་ནའི་ལིང་བཅས་ཁ་ཕྱེ་ཐུག་མི་འདུག་ཨ་གཉིས་ཀྱིས། ག་རེ་ཡིན་ན་བསམས་སོང་ཨ་ལིང་ཁ་ཕྱེ་ཐུག་མི་འདུག་ལབ་ཀྱི་ཡོད་ནི། མི་ཚོས་ཀྱིས་ང་ལ་འདི་ནང་ལོགས་ག་རེ་ཡོད་རྒྱུ་དེ་གསུངས་མི་འདུག་རོགས་ཨ། ཡིན་ན་ཡང་ད་རེས་ང་ད་ལྟ་ལིང་བཏང་རྒྱུ་དེ་ནས་ཨ་ནི་ཡིན། Screen Recording ཅིག་ཕྱིན་ནས་ང་ལ་འབྱོར་སོང་ད་དེ་ལ་ལྟ་དུས་བྱམས་པ་ལགས་ཨ་ཧ། ད་དེ་འདྲས་ཅིག་སྤྲོ་བསྡད་བཞག་བསམ་ཚོར་རོགས་ཨ་ནི་ཡིན། སྙིང་རྗེ་ད་ནང་ནང་ལོགས་ལ་ཅིག་སྨྲ་ཤོག་ནས་བསྡད་ཡོད་རེད་མང་གཙོའི་གསུམ་པ་ཨ་འདི་གང་ལ།

ད་ཐག་རིང་གི་ཐོག་ནས་ཅིག་གོ་སྐབས་འགྲོགས་ཅིག་རག་སོང་ཞོས་ཡིན་རག་ད་འདིའི་ཐོག་ལ་ཞོས་ཏེ་ཨ་ནི་བརྙན་ཐུང་དེ་ནས་ཨ་ནི་གི་ད་སྐར་མ་བཅུ་བཅུ་གཉིས་ཅིག་མ་ལྟོས་ནི་ཨ་ནི་ད་ད་གོང་ས་མཆོག་ལ་དེ་འདྲའི་ལ་རྒྱོགས་དེ་དང་དེ་འདྲའི་གི་སྐད་ཆ་དེ་ནི་གསལ་བོ་བཟོས་ཆད་དོ་དེ་དེའི་གི་བརྙན་ལ་སྐད་ཆ་ག་རེ་བྱུང་རྒྱོ་དེ་ཚོ་ཚང་མ་ལོ་ཨ་ནི་གི་ཉམས་དོ་སྦྱར་བཞག་ཡོད་ཨ་རྣམ་པ་ཚོ་གི་བསམ་བློ་དང་ཡང་རེད་རེད་བ་ཨ་ནི་དེའི་སྐད་ཆ་དེ་ག་འདྲས་སླེབས་དོ་ཨ་ནི།

དར་ནག་ཚོས་ཀྱིས་རྙོག་དྲ་ཟད་ཀྱིས་འབད་བརྩོན་འགྲོ་ཅི་བྱེད་ཀྱི་འདུག་པར་དེ་དང་མཉམ་དུ་མངའ་སྡེའི་ཆེད་ཞུ་གཉིས་གྲོས་ཚོགས Communication ལས་བྱེད་རོགས་ཟླ། མི་དང་མི་བར་གྱི་འབྲེལ་བ་ལ Communication ལས་དེ་ཧ་ལས་བས་ཀྱི་གལ་ཆེན་པོ་འདུག་ཨ་ནི་ཅིག་ཕར་ཚུར། འཁྲུག་པ་སྒྲོག་འདི་ཤོག་བྱེད་དུ་བསམ་པ་ལ་དྲང་པོ་བསམ་བློ་བཏང་ཡས་དེ་དེ་བར་ལ་ང་ཚོས་ཀྱིས་ཕར་ཚུར། ག་ལ་གོ་བརྡ་མ་སྤྲད་དེ་ག་རེ་རེད་དོ་ལས་བྱེད་རོགས། གཞན་པ་གཅིག་སྐད་ཆ་འདྲ་བོ་ཅིག་ག་རེ་ཡིན་ནས་དེ་རྒྱབ་དེ་གཅིག་པོ་ཅིག་ཉན་ཡང་མིན་ན་དེ་མིན་གཅིག་པོ་ཉན་བྱས་ན་སྐྱེས་མ་དེ་ཚོ་ཚང་མ་ཧ་མ་གོ་ན་ཨ་ནི་མིའི་གི་བར་ལ་རྙོག་གྲ་ཆག་གོ་རི་བཟའ་ཚང་བར་ལ་རྙོག་གྲ་ཆག་ཡ་གྲོགས་པོ་གྲོགས་མོའི་བར་ལ་རྙོག་གྲ་ཆག་ཡ་ད་དེ་རྙོག་གྲ་ཚང་མ་ལོང Miss Communication ཡང་མིན་ན Lack of Communication ད་ག་རང་གི་རེད་ཤོད་ཡ་ད་དེ་དཔེ་མཚོན་འདྲ་བོ་ཅིག་གླས་ནས་ཨ་ནི་ད་ལྟ་དྲ་སྒམ་འདི། དེ་འདྲའི་དར་ནག་གི་ཟོལ་རྒྱོགས་དེ་ཡིན་ཨ་ནི་ཡིན། ད་དེ་ལ་ཁ་ལོག་རེད་ཅེས་མིའི་དམིགས་བསལ་དེ་འདྲའི་གཞུག་ཅིག་རྒྱག་གོ་མེད་པ་བྱས། ཁོ་ཚོའི་གི་སྟོན་རྒྱོགས་དེ་དང་དངོས་གནས་ཀྱི་ངེད་ཀྱི་བརྙན་ཐུང་ནང་ལོགས་ལ་ག་རེ་བྱུང་དོ་ག་རེ་གི་སྐྱབས་ལ་ཚིག་དེ་དོན་ཏོ་ཨ་ནི་ངེད་ཀྱི་ཚིག་འབྲུ་དེ་སུ་ལ་བཤད་དོ་དེ་ཚོ་ཚང་མ་ལོ་ཨ་ནི་ཡིན། ཧ་གོ་ཐུབ་པོ་རེད་ཞོའི་ཡིན་ལ་སོ་ཨ་ནི་ཡིན་བོད་རྒྱ་ལོ། བོད་རང་བཙན་རྒྱ་ལོ Free Tibet བདེན་པ་རྒྱ་ལོ། ང་ཚོ་ལའི་མེ་འོ་མར་དང། རྨོར་གཏོ་བྲེ་མོ་སྟེ་ཨང་ཀི་ད་ལྟ་སྐར་མ་ཉི་ཤུ་རྩ་གཉིས་ཀྱི་ད་ལྟ་བི་ཀྲོ་དེ་ནང་ལོགས་ལ་ངེད་ཀྱི་ཁ་ཚིག་རང་བཙན་གྱི་ཐོག་ནས་སྐད་ཆ་དེ་གཅིག་ལ་ངེད་ཀྱི་ལན་རྒྱ་ཡོད་མ་ཤེས་དེ་ནས་མོད་ཀྱི་ཚིག་རེ་རེ་ལ་ལན་རྒྱ་བཞིན་འདུག་ཡིན་ན་ཡང་ད་ལྟ་གོང་ས་མཆོག་གི་སྐུའི་གི་འཕྲོད་བསྟེན་ཐོག་ལ་ད་ལྟ་གནས་ཚུལ་བྱུང་དང་འབྱུང་བཞིན་པ་ཡིན་འདུག་བསམ་པ

སྦས་ར་ཅིག་དེ་ཆེ་ག་བྱས། ཀོ་ར་ཞེས་བྱ་འདོད་པ་ལ་ཀོ་ར་རྒྱ་ནི་ག་རེ་ཡིན་རེ་ཅིག་འཚོ་གང་བྱེད་ན་ཞེ་འདོད་འཚོ་གི་ཡིན། དེ་ཡིས་ཞེ་འདོད་འཚོ་ན་འགྲིག་རེད་སོ་སོའི་གི་ནང་ལ་འཚོ་ནས་འགྲིག་གོ། ངེད་ནས་དབུ་མའི་ལམ་གྱི་བོད་ཀྱི་གཞོན་ནུ་ཚོགས་པ་ལ་ནི་མིང་རྫུན་མ་སྐྱག་རྫུན་ཅིག་གར་ཕྱིན་བཟོས་ཡིན། དེ་ནས་དབུ་མའི་ལམ་གྱི་བོད་ཀྱི་བུད་མེད་ལྷན་ཚོགས་ལ་ནི་མིང་རྫུན་མ་སྐྱག་རྫུན་ཅིག་གར་ཕྱིན་བཟོས་ཡིན། འོ་དེའི་ལའི། ང་ཚོས་གི་ང་གྲོ་བྱས་ན་རང།

ཨ་འདི་གི་ཁ་ཆེ་ངས་མ་བོད་གཞུང་གཏོར་བཤིག་བཏང་མཁན་གྱི་རུ་ཁག་ནང་ལོ་ལ་གཅིག་ཡོད་རེད་ར། སྐྱེས་མའི་བ་མོ་འདི་གི་ཆོས་རྒྱལ་སྤྱི་མཐུན་མོ་གོ་ལ་ངེ་གཅིག་རེད། ཨ་འདི། དེ་འདྲའི་སྐྲ་བོ་གཅིག་དབུས་ལ་ཡོད་དུས་ཙམ་པ་ལ། ཨ་ནི། བུད་མེད་ལྷན་ཚོགས་ལ་ཡ་དེ་ལ་རང་བཞིན་གྱི་ཞེ་མེད་སྐྲ་བོ་གཅིག་རྒྱག་གི་འདུག་ཨ། ཡིན་ན་ཡང་བསམ་བློ་ཡག་པོ་བཏང་དུས་ཙམ་པ་ལ་ས་གནས་མང་པོ་གཅིག་དང་ང་འབྲེལ་བ་ཡོད་དུས་ཙམ་པ་ལ་ཁོང་ཚོའི་གྱི་ཕྱག་ལས་གནང་སྟངས་དེ་ཧ་ལས་པའི་ཡག་པོ་འདུག་ར། ས་གནས་ནང་ལོ་ལ་ལས་ཀ་བྱེད་མཁན་མང་པོ་གཅིག་དབུས་ཀྱི་བྲན་མོ་དེ་ཚོ་གསུམ་ལ་དགའ་གི་ཧོར་ར་མི་འདུག་ཨུས་ལན། ཡིན་ན་ཡང་གར་བྱེད་ས་མདའ། བུད་མེད་ལྷན་ཚོགས་ཀྱི་དེ་དེ་ལ། བྲན་མོ་དེ་ཡང་སྒོ་ནས་ཡར་སླེབས་སོང་བ། ར། ཨེ་སེ་སྟན་ནས་ད་ལྟ་ཚོགས་གཙོ་བཟོས་སོང་བ། ད་ང་ཚོས་ཀྱི་བོད་པའི་སྤྱི་ཚོགས་དེ་ག་བ་འགྲོ་གོ། ཁྱེད་ཚང་ངེད་ཀྱི་ག་དུས་ཡིན་ནའི་ལའི་དེ་རེད་ང་སྐྱེ་ས་ལ་དེ་སྐྱེ་གི་འདུག་ལའི་ཞུ་བ་ང་སྐྱེ་ས་ལ་ཁྱེད་རང་ཚོ་ཀྱི་ཐོང་ཟོ་བའི་ལ་ས་བ་ངེད་ཚོ་ངེད་ཀྱི་ནང་མི་གཅིག་ན་ལྷ་ཡོད་སྐྱོ་ལ་དྲེད་གཉིས་གསུམ་ཡོད་སྐྱོ་དེ་ཚོ་ང་ཚོས་ཀྱི་ཐོང་དོ་རེད་དུ་ཐོང་དོ་བ་རེད་དུ་བ་ལ་ས་བ་དེ་ཚོའི་ཀྱི་ལས་ཀ་གྱི་རྐྱེན་གྱི་རེད་ད་ང་ཚོས་ཀྱི་བོད་ཀྱི་འཐབ་རྩོད་ལ་བར་ཆད་བཏང་ངེས་སྐུ་དྲག་སྐྱག་རྩ་ར་རྐུབ་རུས་སྐྱོག་ར་བོད་ནས་རྒྱ་གར་ལ་སླེབས་དུས་ང་དང་ང་འདྲ་བའི་གི་ངའི་ཕ་མ་མང་པོ་ཅིག་མ་ནག་ལི་ཡིན་ནས་རེད་ས་གནས་མང་པོ་ཅིག་ལ་གུར་བ་ལ་བསྡད་ཡོད་ཆ་རྐྱེན་མ་ཚང་བ་སྐྱག་རྩ་ར་དེ་ཚོ་རྒྱ་གར་ལ་གནས་བ་དང་ས་ཆ་ཆེན་པོ་ཁང་པ་ཆེན་པོ་བལ་ས་སྐྱིད་པོ་བྱེད་ནས་ཡོད་ར་བ་དེ་ཚོ་ལ་དཀའ་ལས་ཁོ་ར་མྱངས་མེད་བ། སྐབས་དེ་ཚོའི་ཕྲན་གྱིས་ང་ཚོས་ཀྱི་བོད་དོན་ཐོག་ལ་བྱེད་དོགས་བྱེད་ཀྱི་ཡིན་ལ་ནི། ད་ལྟ་བོད་པ་མང་པོ་ཅིག་རྒྱ་གར་ལ་བྲོས་ཐུབ་པ་རེད། ཐ་སྙད་ཀྱི་གོ་ཨེ་ཆེ་ན་ཁ་ཆེ་ཉི་མ་གར་ལགས་རེད། གནས་ཆུང་གི་ལུང་ལུང་བསྟན་རེད་ལབ་མ་རེད། གོང་ས་མཆོག་རྒྱ་གར་ནས་བོད་ནས་རྒྱ་གར་ལ་བྲོས་འགྲོ་གོ་རེ་ལ་ཨེ་དེ། ད་བསམ་བློ་བཏང་ད་ལྟ་གནས་ཆུང་གི་སྐོར་གྱི་སྐད་ཆ་དེ་ཀླད་ཀོར་དང། ལྷ་གནས་ཆུང་ལའེ་ཀྱི་བོད་ཆོས་ལོག་པ་འདྲ་མ་འདྲ་བཏང་གི་འདུག་ཨ། དམིགས་བསལ་གྱིས་སྤེན་པ་ཚེ་རིང་ལ་ངེད་འདི་གི་བོད་ཆོས་ལོག་པ་བཏང་གི་འདུག་ཨ། ལྷ་ལ་རྩེད་མོ་རྩེད་བཟོད་ཀྱི་འདུག་ཨ། བོད་པ་མང་པོ་ཅིག་ལྷ་ལ་ཡིད་ཆེས་ཡོད་ངེས་ཡོད་རེད། ཡིད་ཆེས་མེད་ངེས་ཡིན་ནས་མེད་མེད་ཆོག་མ་རེད་ཨ་ཡོད་མ་རེད་ད་ཡིད་ཆེས་མེད་ངེས་ན་ཡོད་མ་རེད།

ར། དམིགས་བསལ་གྱིས་ང་འདྲ་བོ་བྱས་ན་གཏམ་ཁྱེད་རྣམ་པ་མང་པོ་ཅིག་དང་འདྲ་བོ་བྱས་ནས་རེ་ཕུད་ཅིག་ཅིག་ཆགས་བསྡད་འདུག་ད་ཕྱི་ཡས་པགས་སུ་ཡོད་ལེ་རེད། མེད་ལེ་རེད། བོད་པའི་གི་ཤ་ཁྲག་དེ་ཡོད་དུས་ཤི་ཤི་བ་དང་རེ་ཕུད་ཅིག་བྱས་ནས་བསྡད་ཡག་རེད་ཧ་གོ་ས། བྱས་ཙང། Energy back energy དེ་ཚོ་གོ་མི་འདུག་ར། ཡིན་ན་ཡང་ཁྱེད་ཚོ་ཐ་ན་དེ་ཚོས་ཀྱི་རྙོག་དྲ་རེ་རེ་བཟོས་དུས་ཙམ་པ་ལ་ཁྱེད་ཚོ་དཔའ་མོ་དང་བཀྲས་མཐུན་ཚོ་ལག་གཡས་དེ་མང་དྲག་འདུག་ལབ་ཀྱི་ཡོད་ར། ང་ཚོས་ཀྱི་སྙིང་རྗེ་སྙིང་རྗེ་བྱམས་དང་སྙིང་རྗེ་ལ་ནི་ང་ཚོ་ཁ་ནས་ལའི་མེའོ་མ་ར་ཏག་བྱོ་རེ་འབོ། ཉི་མ་རྟག་པ་དོན་ལ་ནི་དོན་གོ་ཨེ་ཀྱི་རྒྱུ་མཚན་དུ་རུ་བ། ཡིན་ན་ཡང་ང་ཚོ་དོན་གོ་མ་ར་ཏག་ང་ཀྱོ་བྱེད་ན།

རྒྱ་མོ་གཅིག་ལ་ད་དམིགས་བསལ་གྱི Special Permit དགོས། ཞེས་བཀོད་ཡས་ཀྱི་མི་གཅིག་ཆག་གོ། དེ་ཡས་ཀྱི་བྲན་མོ་དེ་གྱིས། ཞིང་ཁ་གྲོང་གི་བྱུས་ནི་དེ་ཡོད་ན་ཧམ་པ་རེད་ད། རྒྱ་མི་རྒྱ་མོ་གཅིག། ར། ཨ་ནི་ཕྱི་རྒྱལ་ལ་བོད་པ་ཡིན་ན་ནི་སྐྱག་རྫུན་བཤད་ནི་རྐུབ་བཙོག་ནི་བསྡད། ཨ་ནི་རྒྱ་གར་ལ་བོད་པའི་གྱི་སྤྱི་ཚོགས་ནང་ལོག་ལ་ཞིང་ཁའི་གྱི་ཐོབ་ཐང་དེ་སིམ་ཧམ་པ་རེད་ད། ཨ་ད་ནང་བཞིན་ད་ད་བ་ལུ་གུ་པའི་དྲེའོ་ཅི་ཡིན་པ་ཡིན་ནས། དབུ་མའི་ལམ་གྱི་བོད་ཀྱི་གཞོན་ནུ་དང་དབུ་མའི་ལམ་གྱི་བོད་ཀྱི་བུད་མེད་ལ་ངས་དེ་ཚོ་དེའི་དེ་ཚོ་མི་དྲན་དེ་ཚོ་བོད་པ་མ་རེད་ད་དེ་ཚོ་རྒྱ་མོ་རྒྱ་པོ་རེད་ད་ཇོ་རེན་པོ་གོང་ས་མཆོག་སྐུ་ཚེ་ཁྲི་ལོ་ཁྲི་ལོ་བརྟན་པ་ཤོག་ལེ་དེ་ཁྱེད་རང་ཚོ་དཔེ་ཁྱེད་རང་ཚོ་ལ་ཁྱད་མཚར་མང་པོ་ཡོད་ཟེར་ཁ་ཆེ་ན་ན་རོ་ཨ་གོང་ས་མཆོག་འདྲ་བོ་མེད་མ་ཡིན་ན་ད་ཇོ་རེན་པོ་ལས་ཁྱོད་ཚོ་ད་དཀོན་མཆོག་གསུམ་ལ་ཡིད་ཤེས་མ་ཤེས་ཙམ་ལས་མེད་བ་བཟོ་ཡ་རེད་འདུག་ད་བསམ་བློ་ཡག་པོ་བཏང་བས་ན་དར་ནག་ཁྱེད་ཚོ་བ་ར་ཁ་མ་ཞིག་ཡོང་མ་ལྟ་དཀོན་མཆོག་གསུམ་ལ་ཡི་ཁྱེད་ཚོ་ཁྱེད་ཚོ་མེད་བ་ཟོས་ན་ང་ཚོས་ཟོས་ཐུག་གོ་རེད་ད་གོང་ས་མཆོག་གིས་དེ་ལ་ལྟ་ནས peace and love and compassion གསུང་གོ་ར་ཨ་ནི་བོད་པའི་གི་ཁྲག་གཅིག་རྒྱུག་གི་ཡོད་དུས་ཙམ་པ་ལ་ང་ང་ཚོ་སྙིང་རྗེ་བཏང་ནས་བཞག་གོ་ར་ད་བྱས་ཙང་ཁྱེད་རང་ཚོ་གོང་ས་མཆོག་གིས་ཨ་ནི་སྐུ་ཚེ་སྡོང་པོ་དེ་ཡང་ཆ་དོ་ཞབས་བརྟན་འདྲ་བོ་བྱེད་ཀྱི་ཡིན་ནས་རེད་ཁ་རུ་ཡིན་ནས་རེད་ཁྱེད་རང་ཚོ་བོད་པའི་གི་མིང་ཐོག་ནས་བྱེད་ན་ཡག་པོ་འདུག་ཨ་ཁྱེད་རང་ཚོ་ཡང་རྒྱ་མི་གི་ཨ་ནི་རྒྱ་མི་གུང་ཁྲན་ཏང་གི་གཞོན་ནུ་ཚོགས་པ་དང་རྒྱ་མི་གུང་ཁྲན་ཏང་གི་བུད་མེད་ཚོགས་པ་ལ་ནི་བ་ལོ་ཀོ་པི་དེ་རྣམས་ལ་བཙུགས་ཨ་དེ་འདྲའི་གི་མིང་ཐོག་ནས་བྱེད་པ་ཡིན་ན་གོང་ས་མཆོག་ཧུར་བརྩོན་ཁྲི་ལོ་ཁྲི་ལོ་བསྟན་པ་ཤོར་ནས་དེ་ག་འདྲས་སུ་བསྟན་ཐུབ་ཀི་རེད་བསམ་བློ་བཏང་ཡང་སྐད་ཆ་རེད་ད། ཀུན་སྦྱོར་གསུམ་ལ་ཡིན། ཨོ་ཁེ། རྟ་ང་བཞིར་བཤད་མེད། རྟ་བཤད་ན་དྲང་པོ་བཤད་ན་བཟོ་ཡ་མི་འདུག་ར། ཨ་ནི་ད་རིང་དེ་ཙམ་ཡིན། ཐ་མ་དེར་དེ་ལན་ཡིན་ད། བ་ལུ་ཀུ་པའི་ནང་ལ་ཡོད་ཉེས་ཀྱི་བུད་མེད་རྣམས་པ་ཁྱེད་རང་ཚོས་ཀྱི་སེམས་འདེར་ནང་ལོག་ལ་དངོས་གནས་ཀྱི་ཁོང་ཚོ་ཕྱོགས་ལ་དད་པ་ཡོད་པ་ཡིན་ན། གུས་ཞབས་ཡོད་པ་ཡིན་ན། ཡིད་ཆེས་ཡོད་པ་ཡིན་ན། བོད་མི་རིགས་དང་བོད་རྒྱལ་ཁབ་ལ་ཤ་ཤེད་ཡོད་པ་ཡིན་ན། ཚོགས་པ་འདི་ཚོ་ཕྲན་ལ་རྩ་བ་ཉིད་ནས་རྒྱབ་སྐྱོར་བྱས་ཡོད་མ་རེད་སླད་རྐང་གཅིག་སྙེད་ཅིག་ཤི་མ་ཤི་གཙོ་དང་གཞན་པ་དེ་ཚོ་བཤད་ནས་བཙུགས་པ་དེ་རེད། ད་ལྟ་ཁྱེད་རང་ཚོ་གཅིག་ངེད་ཀྱི་བསམ་ཚུལ་འདི་རེད་ད་སྤྱིར་ན་ནི violence is not good ར། ཡིན་ན་ཡང་ཟེར་ར། དམངས་ལ་ཕན་ཡང་བྱེད་དོ་གཅིག་སྙེད་ཅིག་མ་མེད་པ་བཟོས་ན་འགྲིག་གི་འདུག་བསམ་གྱི་འདུག་ང་དེའི་གི་སྡིག་པ་དེ་ངས་ཁྱི་དགོས་ནས་ངས་ཁྱི་གི་ཡིན་ང་དགོས་ནས་མི་ལུས་མ་གླས་ནས་མ་གླས། སྤྱིས་ཀྱི་དོན་དག་ལ་ར་ཇོ་རིན་པོ་ལ་ཡིས་འོ་འདི་གི་དོ་སྣང་བྱས་ནས་ར་ཁྱེད་རང་ཚོ་ཚོགས་པ་དེ་འདྲའི་གཅིག་ལ་ཤུགས་ལས་དེ་རྒྱུ་མཚན་ག་རེ་རེད་ཁྱེད་རང་ཚོ་དང་འདྲ་བའི་གི་ར་ལོ་མང་པོ་ཅིག་འདུག་ཨ་ཁྱེད་ཚོའི་གི་རྒྱབ་སྐྱོར་བྱས་ནས་རེད་ཁྱེད་ཚོ་ཡག་ཤོ་བ་ལ་དང་མེད་མང་ཤོ་ལ་དང་མེད་ལ་ནི་ཡག་མ་སྤྲོ་དེ་གོ་ར་དེ་ཚོའི་གི་རེད་དང་བྱས་ཙང། ད་ལྟ། གཞིས་ཆགས་ནང་ལོགས་སྤྱི་ཁང་གི་ག་རེ་ཡིན་ན་ཅིག་ལ་ནི་གྲོང་སྡེ་གྲོང་སྡེ་ནང་ལོགས་ཀྱི་སྐད་ཆ་ལས་ཞུ་དང་ཉེ་གི་ཅིག་ལབ། ཁྱེད་རང་ཚོ་ཡ་མེད་ན་སོ་སོའི་གི་ནང་ནང་ལོགས་ལ་ཡ་མེད་ན་གྲོང་པ་དེ་ཚོ་ནང་ལོགས་ལ་སྐྱིད་པོ་བྱས་ནས་རྩོམ། ར། ཨ་ནི་ཡི་ཁ་ལ་ར་བཟོས་ནི་ཞབས་བརྟན་བྱེད་དགོས་ནས་ཅིག་མ་ནི་ས་དགོས་ནས་ས་བེ་འཛག་གུ་རུ་ས་དགོས་ནས་ས་ར། ད་ལྟ། རྒྱ་མི་གུང་ཁྲན་ཏང་གི་གཞུང་ལུགས་ཚོགས་པ་དང་རྒྱ་མི་གུང་ཁྲན་ཏང་གི་བུད་མེད་ཚོགས་པ་འདྲེ་དང་འདྲེ་མོ་རྩ་བར་བསྡད་རྒྱུ་དེ་ཚོའི་གི་ཚོགས་ཁང་དེ་ཚོ་ནང་ལ་འགྲོ་བ་ཡིན་ན་ཁོ་ཚོའི་གི་རྒྱ་མི་གི Ideology དེ་གོང་འཕེལ་གཏང་ཡི་ཆེད་དུ་རེད་གོང་ས་མཆོག་ཁོ་ཚོ་རྩ་བ་ཉིད་ནས་སེམས་ལ་ཡོད་མ་རེད་ཁོ་ཚོ་གོང་ས་མཆོག་གི་མཚན་དེའི་དཔེ་ཁོ་རང་ཚོ་བོད་ཆོས་གཏང་དགོས་ཐབས་ཅི་བྱེད་དགོས་ཁོ་རང་ཚོའི་གི་ལས་ཀ་ནག་པོ་བྱེད་རྒྱུ་དེ